འཚོ་བ་དང་སྒྱུ་རྩལ་ཞེས་པ་འདི་གཏན་འཁེལ་ཡུལ་དད་དང། ཡང། ཝུ་ཆུ་ཝེ་ཀི། སྒྱུ་རྩལ་པ། ཀི་ཤོ་མཱ་ལཱ་ཅོ་བདའ་འདྲའི་ཡུལ་དད་དང་ངེད་གཉིས་དུས་ཕྱོགས། ཁ་བརྡ་རགས་ཙམ་ཟིག་ཡས་ཅུ་ཡི་རེ་ལ་ཟེར་ར། ཨོ་ཡེ།
ཡ། ད་ཐོག་མར་ཡིན་གྱིས་ན། ད། འཚོ་བ་ཟིག་ན་སྒྱུ་རྩལ་ཟིག་ན་མང་ཚིག་ཟིག་རིག་ར། འབྲི་རྒྱོགས་ཤོག་བླ་མ་སྣ་ཚོགས་ཡོག་གི་རེ་ལ་ཟེར་ར། ད་ཁྱེད།

ཁ་འབྲལ་ཐབས་མེད་པ་དང་པོ་ཟེར། ད་སྤྱིར་བཏང་གི་སྒྱུ་རྩལ་ཟེར་ན་ད་ལྟ་གི་ཁྱབ་ཁོངས་ཆེན་པོ་རེད་ཆེན་པོ་རེད་དེ། ད་ང་རང་ཉིད་ཀྱི་འགྲེལ་འདྲིའི་ནང་དུ་ཁ་ཤགས་སྐར་ཆུང་དང་དེ་ནས་གཞིས་ཚིག་ད་རྩོམ་རིག་གི་ཁྱབ་ཁོངས་ཀྱི་ཁ་ཤས་འདྲ་མི་འདྲ་ཁ་ཤས་ལས་ནི་རེད། ད་དེའི་ནང་ནས་བལྟས་ཡོང་ན་ར་ངོ་མ་ད་བརྗོད་བྱ་དང་དེའི་ནང་གི་མིང་ང་ཚོའི་འཚོ་བ་ལས་ཡོང་ནོ་ཤ་སྟག། སྟོང་གཟུགས་ཡོན་གྱི་ཡོན་ནོ། དེ་ཕྱིར་ར་དྭ་ཏམ་ཆོས་ཀྱི་སྣང་སྟོང་གི་ཆ་ནས་ར། འཚོ་བ་ལས་བྱུང་ནོ་རེ། འཚོ་བ་ད་དེ་རང་ན་ཁ་གི་གནས་སྟངས་ཆེན་མོ་ཟུར་ཟེར་ན། ད་རང་ཉིད་ལ་འཚོ་ན་ར་ཡང་ལོ་སྣ་ཚོགས་ཀྱི་ཚེ་གེ་སུ་སྨིན་ནས་གིས་ད་ཚེ་འདས་ཐུན་ད་ཚེ་འཚོ་བ་གི་འགྱུར་ལྡོག་གི་འགྱུར་ན་ར། ནམ་སྣ་ཚོགས་རེ་དེ་ནང་གི་དུས་རིམ་རེ་རེའི་གི་ནང་གི་བརྗོད་བྱ་དང་ཡིན་ན་དེ་རང་ལ་སྐབས་ཕྱེད་ར་བཙལ་དགོས་ན་བརྩམས་ཆོས་ལས་ཕྱེད་ར་བཙལ་རྒྱུ་མ་གཏོགས་མི་གཉིས་ནས་ཚ་ཐུག་དེ་མཐོང་དགོས་གི་ཡིན།
རེད། ད། གཞུང་ལུགས་ཐོག་ན་བཤད་དགོས་ནི་རེད་འཚོ་བ་དང་སྒྱུ་རྩལ། ཁ་འབྲལ་ཐུབ་མི་གཅིག་གཅིག་རམ་འདེགས་བྱེད་ནི་ད་ཆའི་ད་ཆའི་བྱེད་ནོར་ར་དེ་རེད་ཡིན་ན། ད། མྱུ་གཟུགས་ཀྱི་འཚོ་བ་སྟངས་ན་ཡིན་དང་མིན་དང། སྒྱུ་རྩལ་གྱི། ད། ད་ཆ་གཉིས་ཀ་ཁ་བརྡ་ཡིན་ནོ། འཛུལ་ཞུགས་ཀྱི་ནུས་བ་དང་གཉིས་སམ་དང་གསུམ་ཡིན་ན་བདེན་དགོས་ནི་གང་རེད། འོ་དེ་ལྟ།
དགོས་ད་དུ་དགོས་དང་དགོས་དགོས་ཀྱི་རེད་དེ། ད་ཆུང་འཛེགས་ཤུགས་ཀྱི་ཁིར་གི་གནམ་ཤུལ་དུ་ན་འདྲ་འདི་གི་ཆ་ནས་ད་ཉེ་རིག་རིག་འདྲ་གྱི་མ་རེད་འདི་ལོ་རབ་འབྲིང་ཐག་གསུམ་པོ། དེ་ནས་ཆེད་ལས་སྦྱང་དང་མ་སྦྱང་ད་ན་འཛེགས་ཤུགས་ཀྱི་ཚ་ཐུག་བྱ་ཁ་ཁ་མོ་རེད་ད། ལྟོས་ས་ལྟོས་འཇོག་གི་བྱ་ན་ད་ཉེ་རིག་རིག་གི

དེའི་དབང་གིས་སེར་སྒོ་འདིར་དུ་ནི་གློག་བརྙན་གྱི་སྐད་བསྒྱུར་འདྲ་འདྲ། དུ་ནི་གློག་བརྙན་སྐད་བསྒྱུར་གྱི་འཁྲབ་ཁྲིད་འདྲ་འདྲ་འདུ་མོ་ལས་དེའི་གོ་རིམ་གྱི་ཁྲོད་ནས་ད་ཁག་ཁག་ཅན་གྱི་འདས་ཕྱི་བ་སོང་ནི་རེད། ཁག་ཁག་ཏུ་དེའི་ལོ་མང་ང་ཟིག་རྗེས་འཁྱོངས་ཡིད་བཏང་ངེས་དེ་གཞིགས་ནས་དེའི་རྨང་གཞི་བཏང་ནས་ད་སྐར་ཆུང་གི་ལམ་ཁ་དེ་ལྡང་ནོ། དུ་དེ་ངས་ཅན་ཟིག་ལས་ཀ་དུ་སྒྲུབ་སྟངས་ངས་གཞིགས་ནས་ད་བྱས་ཟིག་རེད། ཅིག་ཡང་ཅིག་གཞི་ཚིག་འདྲ་འདྲ། དང་ནུབ་མོག་ཤོག་དང་ནི་དང་ཞོར་དུ་སྙན་ངག་དང་དེ་ནས་ལྷུག་རྩོམ་དང་ད་ནི་བཟོ་རྩོམ་རིགས་ཀྱི་ཡང་བརྩམས་ཆོས་ཁ་ཤས་དེ་རང་གི་དགའ་ཕྱོགས་རེད། ད་དུང་མི་གཟིགས་ན་ད་གང་ལྟར་ལོ་བཅུ་བདུན་གྱི་སྟེང་ནས་བྱ་བ་ཞིག་ནི་རེད། བཅུ་བདུན་གྱི་ཡར་སྔོན་ན་ད་ཁ་ཁག་ཅང་གུ་འདི་མགོ་མ་བསྒྱུར་ཚུལ་བ་ཟི་ཅོ་ནི་དེ་ལྟ་བུ་ཡིན་གྱི་ན་ད་ལོ་བཅོ་བརྒྱད།

ཐུང་ཐུང་འོ་འདྲ་ཟིག་མ་རེད་དེ་ཡར་སྔོན་ན་ཉོས་ཁ་ཤས་ཡོད་གི་རེད་ད་ཁ་ཁག་གི་རིན་པ་དེ་ཚང་མ་དགའ་གོ་ནུག་དོན་མང་བཞི་ཡིས་དེ་ནས་ད་ཅིག་ཁ་ཁག་ཤ་ནག་གསར་པ་ཟིག་བྱུང་ཡོད་གི་ཅང་གོ་འདིའི་རྨང་གཞི་ཐང་གི་ད་ཁ་ཁག་ཅང་གོ་འདི་ད་དགའ་བསུ་ཐོབ་ནས་ཟིག་ད་གཞིག་ནས་ད་ཅིག་དེང་གོ་རིམ་གི་ཁྲོད་ནས། ད་ཅིག་བཀག་འགོག་འདྲ་འདྲ་གནོན་ཤུགས་འདྲ་འདྲ་དང་འདྲ་མིན་སྣ་ཚོགས་ཡོང་དོན་འདི་ཡོང་ནུས་ར། ལྷན་དུ་ད་རང་གིས་དུ་ཅིག་རྒྱུན་འཁྱོངས་ཡི་གེ་བསམ་བཞིན་གྱི་རྒྱུན་འཁྱོངས་འདྲ་ཟིག་ཡིད་དུ་མི་བཟོད་ཡིད་ཆེ་གི་ད་ད་ངོ་མ་བཤད་ན་ཅིག་ལོ་རབས་བརྒྱ་ཕྱི་ནང་དུ་མི་དེ་ཡོད་པོ་སོང་ཟིག་དགུ་ཕྱི་ནང་ཐོན་དུས་ད་ཁ་ཤོག་གི་ཁབ་ཀྱི་བརྩམས་ཆོས་ཡིན་ན་འདྲ། དེ་ནས་ཅིག་ནང་དོན་འདྲ་རྣམ་པ་ཕྱོགས་གང་ཐད་ནས་བསམ་གཞིག་ཟིག་གཏོང་ཁ་ཡིན་ནོ་གི་འབྲས་བུ་འདྲ་འདྲ་ད་ཅིག་རང་སྐྱ་ཐུབ་པ་གི

དག་ཅིག་ཁ་ཁག་ར་དཀར་ཆུང་གཉིས་ཀ་གི་སྒྱུ་རྩལ་གྱི་རྣམ་པ་ཆ་ནས་ཞིབ་ཕྲ་ཡིན་ན་དབྱེ་བ་ཡོད་ནི་ཡང་འཁུར་དགོས་ཀྱི། གཞུང་ལུགས་ཀྱི་བླང་བྱ་ཟེར་དགོས་ནི་དེ་ལྟ་ནི་ཡིན་ན་ཐག་ཉེ་པོ་འདྲ་རེད་དེའི་རྐྱེན་གྱི་ད་དཀར་ཆུང་ཚོས། འབྲི་རྒྱུགས་འདིའི་ཕྱོགས་སྡོམ་དར་དཀར་ཆུང་བཟོ་བས་ན་ད་ཡང་བརྟེན་འཇོག་བྱས་ན་ཁ་ཤག་གི་དཀའ་བ་ཅིག་མཚོ་ལྟོགས་ཡི་སྒོ་ནས་ཅིག་ལམ་མར་སྙེག་ལ་ལམ་རྩ་སྒོ་ནས་ད་ཅིག་ལ་མོ་ར་སྣ་མ་སྣ་ཚོགས་སྐོར་ཅིག་ལམ་ཁ་གཟུགས་བརྗིད་ལས་ཅིག་སྤྲང་མོ་ཡི་ཚ་གདངས་ཀྱི་ལམ་དེ་ཞིག་ནི་ཡིན་ན་དཀར་ཆུང་ད་ཧ་ལམ་ཅིག་དེའི་རྨང་གཞི་སྟེང་ནས་ཡང་ནོ་སྐྱེན་གྱི་བརྟེན་འཇོག་བྱས་ན་ཙི་གེ་ཟིག་བྱང་ཆ་ཟིག་ན་འདྲ་ཙི་གེ་ཟིག་ཡོད་ནི་ད་ཚ་ཐིག་དུམ་མོ་ཟིག་རེད།

ཁྱད་པར་ཅན་གཟུགས་ཡིན་ནོ་མ་ཚང་མི་དབང་ནི་གཟུགས་མ་རུ་འཚར་ལོངས་ཀྱི་ལམ་འདི་མགོ་བོ། སྐྱོན་ཆ་གཉིས་ཡང་རང་གི་འཕེལ་རྒྱས་བྱུང་དེ་ཡི་ཚང་མ་འདི་ཡི་འཇུག་སྒོ་ནི་གཟུགས་རེད་དེ་ལྟོས་ན་ཚིག་ངེས་ཅན་གཟུགས་ལ་ཐོན་ནས་ད་ཕྱི་ཚུལ་ཡོང་རྒྱུ་ན་སྒྱུ་རྩལ་པ་ཟེར་གོ་གི་དེ་ཚིག་ངེས་ཅན་དེ་ཐོན་ན་ད་མིང་གཞོག་གི་ད་སུས་གཟུགས་འདྲ་མ་གཟུགས་ཀྱི་ལོག་པའི་དཔེ་ཆ་འདྲ་ནི་གཟུགས་རེད་རེད།
ད་ངས་ཀྱང་དཔེ་ཆ་བྲིས་ནོ་གི་དུ་མོ་རྒྱུ་མཚན་འདྲ་མ་རུ་ད་གསར་དུ་བྲིས་ནོ་ར་དུ་མོ་མིན་ད་སྔོན་ཆད་བྲིས་ནོ་ཐམས་ཅད་ཀུན་སྣང་ནས་ད་ཅིག་ན་མ་མི་འདྲ་བ་ཁ་ཤས་ཡོད་གི་ད་ཁ་ཤགས་ཟེར་རྒྱུ་སྐར་ཆུང་ཟེར་རྒྱུ་དེ་ནས་ད་གཞི་ཚུགས་ལྷུག་རྩོམ་སྙན་ངག་ལྟ་ཅི་འཁྲབ་གཞུང་ཡང་གཅིག་འདྲ་མི་འདྲ་ད་ཆང་ཆུང་རེད་དྲ་དུ་མོ་སྣ་ཁ་ང་དྲུག་ཟིག་ཡོད་དགོས་ན་དུ་ཆུ་ད་གཅིག་དེ་བཤམས་ཐུགས་གཉིས་ཀ་ད་དྲུག་འདྲ་ཟིག་རེད་དེ་ཚིག་ཡིས་ཕྱོགས་བསྡོམས་ཟིག་རེད་དྲ་ཡིས་ད་གཅིག་ཉར་ཚགས་ཡིས་དགོས་ན་ཚིག་ཡིས་ང་ད་གསར་རྩོམ་ར་གཅིག་དུ་མོ་ཅང་གོ་གསར་དུ་འབྲི་དགོས་ན་དུ་མོ་རྩ་བ་ཉིད་ནས་མ་རེད། ད་སྔོན་ཆོས་སྤྲུལ་ནང་དུ་ཚང་མ་ཁ་ཡི་རིན་ཐང་ཡོད་ན་ཆོག་གི་མེད་ན་ཆོག་གི་དེ་ཡང་ཅིག་དཔེ་འཇོག་རྒྱུ་ན་ལོ་ཉི་ཤུའི་མའུ་ཀང་བ་སྤྲུལ་ནང་བྱ་འགུལ་ཡང་སྐབས་དེའི་ཚབ་ཐིག་དེ་བཞག་ལོ་ན་དང་དེ་ནས་ཅིག་རང་གི་ཆུ་ཚད་དང་དེ་ཡི་གལ་ཏེ་ཚ་ནས་བལྟས་ན་འོ་ད་སྐབས་ཐོག་དེ་འདི་མི་ཡིན་གྱི་རེད་ཟེར་ཆོག་གི་འདུག་ཤེས་སྐྱེ་གོ། ད་སྤྱིར་ཀི་དེབ་ཅིག་ཧྲིལ་བོ་ཡི་མ་ར་སྒྲིག་ཡོང་ན་ཁ་ཁག་ད་བཟོ་འགྱིན་ན་ར། དང་ཐོག། ཆེན་མོ་ཡི་སྤྲུལ་གཟིགས་དེའི་བཞུགས་གནས་ཆེན་མོ་གཟིགས་རྟ་རིམ་བཞིན་དུ་བཅུག་དེའི་ནང་དུ་ན་བྷའི་རྒྱུད་གཟིགས་ན་འདྲ་བྱང་ཆ་གཟིགས་ན་འདྲ་འདུ་བཙུགས་ཨེ་གཟིགས། ཨེ་ཡོད་ཀི་ད་འདི་ཕྱི་རུ་ལྟར་ཆུད་ཟོས་དུ་འགྲིག་གདོད་ནས་དེའི་ཧན་ཆོས་ཀྱི་ཅང་མིག་སེར་ཀི་གི་མེད་ནས་དུ་མོ་རེ་དྲ་ད་བཅུག་ད་རྟ་ད་བཅུག་རེ་ལས་འཕྱིར་ང་སུ་ཡི་དང་ངའི་ལོ་ན་ར་ཚང་མ་ཡར་ཐོན་འདི་ཡི་ད་ཚོ་བཅུག་སྤྱིར་སྡོམ་གཟིགས་ན་འདྲ་གི་ཕྱོགས་སྡོམ་གཟིགས་ན་འདྲ་གི་མདོ་མོ་གཟིགས་ཡི་ལས་ད་བཅུག་ཉར་ཚགས་ཡི་རྒྱུད་དུ་ཡང་ལས་ཀ་གཟིགས། ཡིན་ནམ་ན་ལས་དགོས་ནི་ཟིག་ཡིན་ཁ་འདྲ་ད་མཚམས་མཚམས་བལྟས་ན་ངས་དེ་ཅི་ཕྱོགས་དུ་མའི་དག་སྒྲིག་ཡ་རང་གི་ལས་ཀྱི་ཟིག་མ་རེད་དེ་ཅི་ཨ་ཡིག་ཕྱོགས་ཟིག་ནི་ཡིན་ཡང་གཞིག་ནི་ཡིག་ཁ་ཞིག་དེ་ཡིན་གཅིག་མི་གཅིག་རང་གི་ལས་དགོས་གི་ཟིག་ད་ལྟའི་བར་ནས་བསམ་བློ་བཏང་པ་ཡིན་ན་ད་ཅི་ཁྲིག་ཁྲིག་མེད་ན་ད་མྱི་བཟོ་མེད་སང་ལོ་རྗེས་ནས་ད་སྔོན་གཅིག་གིས་གཅིག་རྩོམ་འབྲི་མཁན་གི་ནང་ན་དུ་མོ་སྣང་ཚུལ་སྣ་ཚོགས་པ་ཟིག་རེད། ད་ཉོན་སྨན་ནུ་གཞིག་ནས་ཉོན་གཞན་པ་ཟིག་གི། ད་དམིགས་ཡུལ་དྲ་ཏི་ཟོ་རུ་ཚོང་བ་ཡིན་ན་འདྲ་གི་ད་གཞན་པ་ཡིན་ན་འདྲ་གི། ཏུ་མུ་ཟིག་གི། ཕྱོགས་དུམ་འདྲ་འདྲ་ཕྱོགས་དྲུག་ཡིག་དང་ཏི་ནི་ད་ཅིག་ལི། མ་ར་སྒོ་ཐོན་རྒྱུག་ཏི་རྩོམ་རིག་བྱ་འགུལ་ཏི་ཡིན་ན་གནོད་པ་མེད་ན་ཐང་གར་ད་ང་འདི་ཚིགས་སུ་ཉན་ཁ་ཡོད་ནོ། ད་ཁ་ཁ་གར་ཐང་ལྟ་བུ་འགྱིས་ན་ཁར་ཁེ་ཁི་ཁར་ཁེ་གི་ནང་ནས་ཨ་མདོ་ཁར་ཁེ་གི། འདི་མོ་རེད་ད། འདི་བྱམས་པོ་ཡང་ཁྱེད་རང་གིས་མ་ལས་ན་གཞན་པ་དུ་མི་བྱང་ཆ་ཟིག་ཡོད་ཀྱི་མ་རེད་དཔེ་འཇོག་རྒྱུ་ན། མ་གཞི་ནས་མེ་གི་ལ་ཁ་བཟའ་ཟིག་ནས་ལྷག་ཏུ་ཁྱེར་སོག་དང་འཇོག་བ་སམ་ཁྱེད་ཀྱི་ད་ལྟའི་སེམས་ཁྲལ་གཅིག་ཤིག་དུ་ཤེས་ད་ངས་ཅིག་ཚང་མ་ཉར་ཚག་གི་ཆེད་དུ་ད་ཤོག་ཅིག་ཡ་རྒྱབ་ཅིག་ཡ་དུས་ད་དེབ་ཆ་ངས་ཆུང་བས་དྲུག་འདྲ་ཟིག་སྒྲིག་གི་ཡོད། རེད་ཁྱེད་དེ་རེད་ཆོས་རྒྱལ་སྲིད་གི་ལམ་འདི་ཕྱིར་དྲན་ཡིག་དྲ་དག་ནས་དགོངས་ཚོགས་ཟིག་འདུག་ད་དེའི་ཐོག་ནས་ཁྱེད་སྐ་ཆ་ཟིག་བཤད་ད་ད་རྒྱལ་རྩེ་ལ་བཀའ་དྲིན་ཆེ་ད་དུ་མོ་སྐ་ཆ་ཆ་ཆུ་བཤད་ད་དེ་སྤྱི་ཚོགས་ཐོག་ན་བཤད་ཀྱི་ན་མ་ན་ཚོགས་དགའ་དེ་ཁྱེད་ཆུ་ཟིག་ལིན་འདེབས་གི།
རེད་རེད་ད་དུ། སྐབས་ཐོག་དེ་སྔ་མ་བཅར་འདྲི་གི་སྐབས་སུ་རེད་དེ་དེང་བཤད་ས་རེད། དེའི་ཚེ་སྲོག་ལ་བཀའ་དྲིན་ཆེ་ཟེར་རྒྱུ་དེ་ནི་འཚོ་བ་ལ་བཀའ་དྲིན་ཆེ་ཟེར་རྒྱུ་དེ་ནི་སྒྱུ་རྩལ་ལ་བཀའ་དྲིན་ཆེ་རེད། ད་འདི་ཆོས་གོ་དེ་དོན་ངོ་མ་དེ་ནང་དེ་ནས་དམིགས་བསལ་གི་གཟུགས་ནི་འཚོ་བ་བཀའ་དྲིན་ཆེ་ཟེར་དགོས་དོན་དུ་ཞིག་རེད། འཚོ་བ་གི་དེ་ལས་ཀ་གི། ཀིར་གེ། ལེ་བགོས་ཟེར་དགོས་འདིར། འདི་ངོ་མ་ལས་རིགས་འདི་ད་ངོ་མ་ཉིན་རང་རང་གི་གཤིས་ཀ་དང་བཅས་པ་ཤུགས་རྐྱེན་ངེས་ཅན་ཟིག་ཐེབས་ཟིག་དེ་ཕྱིར་ད་ངོ་མ་དེ་རང་རང་ག་བལྟས་ཡོང་ན་རང་བརྩམས་ཆོས་ཀྱི་ཆ་ནས་ངོ་མ་མ་འཁྱོངས་ས་མ་འདང་ས་དེ་སྔོན་ཆད་ཀྱི་དེ་ལྷག་པར་དུ་བལྟས་ན་ཤིན་ཏུ་མང་པོ་རེད། ཡིན་ན་ཡང་ད་ད་ལྟ་རྩོམ་ཕྱིར་སྐོར་ཞི་དག་གི་སྒོ་ནས་གོ་རིམ་ཁྲོད་ནས་བལྟས་ཡོང་ན། དེ་ཁ་ཤགས་ཡིན་ན་འདྲ་དེ་ནས་གར་ཆུང་ཡིན་ན་འདྲ་དེ་ནས་གཅིག་གཞིས་ཚིག་ར་འདིའི་ནང་ན་དུས་རབས་ཀྱི་ཟིན་ན་འདྲ་ད་མིན་ན་ཡང་ང་རང་ཉིད་ཀྱི་སྒེར་གྱི་གསར་རྩོམ་ལམ་ཁ་གི་རྡོ་རིང་ལྟ་བུ་ཁ་ཤས་ཡོད་ཆོག་ཆོག་རེད་བསམ་བསམ་གྱི་དུ་མོ་གདངས་ཚོད་ཟེར་དགོས་ནི་དུ་མོ་བཟོ་རུ་སྐྱེས་ཡོང་གི་ད་གང་ལྟར་བཤད་ན་རང་གི་མྱི་ཚེ་གང་གི། ལས་རིགས་གཅིག་འདི་གཉེར་ནོ། འདིའི་གོ་རིམ་ཁྲོད་ཀྱི་ད་ལས་རིགས་ཀྱི་ནང་ནས་རང་གི་ཡང་སྤྱོད་རྩོམ་འདིའི་ར་འདི་སྣ་ཚོགས་པ་གྱི་སྒྱུ་རྩལ་གྱི་རྣམ་པ་ཡང་མ་འདྲ་བ་ཁ་ཤས་ལས་ཡོང་ཟིག་ར་དེའི་གོ་རིམ་གྱི་ཁྲོད་ནས་བལྟས་ཡོང་ན་ད་རང་གི་གཤིས་ཀ་དང་འཚོ་བ་སྐྱེལ་སྟངས་དང། ཕྱོགས་གང་ཐད་ནས་བཤད་ན་ངོ་མ་ད་ངའི་སྔོན་ཆད་འཚོ་ལ་སེམས་ནས་ལྕགས་སྒྲོག་ཟིག་ཡིན་ཇི་ཙམ་ཆེ་རེ་ནས་གསལ་སྒྲག་རེ་ནས་དུ་མོ་ཟིག་རེ་ལས་འོང་དེ་དྲ་ནས་ད་དུས་ལྷུག་རྩོམ་ཟིག་སྒྱུ་རྩལ་གྱི་དད་ལྡན་སེམས་གཟུགས་བྲིས་མྱོང་ལ་ད་དུ་ཆོས་སྐབས་ཐོག་མཐའི་དེ་མཚོ་ན་ཟིག་ཟིག་སྐད་གྲགས་ཆེན་པོ་འདྲ་འདྲ་ཡིན་ནི་རེད་དེ་སྔོན་མ་རང་གི་སྒེར་གྱི་ངོས་ནས་བལྟས་ན་རེ་སྒྱུ་རྩལ་གྱི་དད་ལྡན་འདྲ་འདྲ་དེ་དག་དང་གཉེར་ཚིག་གང་ཡོད་པ་ཡིན་ནོ་ཚིག་འདྲ་མོ་རེད།
རེ་ད་ཆོས་འཇིག་ན། ཁ་ཤགས་གཙོ་བའི་དད་དང་འདི་སྒྱུ་རྩལ་གྱི་ཕྱོགས་ནས་འབྲས་བུ་འདི་མོ་ཟུག་ཐོན་དང་ནི་རེད་ད་སྔོན་ཤིང་པ་བཟི་དང་ཆོག་གོ་མོ། ཡང་བྱ་བ་ཆུ་ཟིག་ན་རྗེས་འབྲང་པ་ར་དགོ་གི་རེད་མི་རུ། མི་རུ་རྗེས་མ་གི་རྗེས་འདི་མ་འབྲང་རེད་ད། སྔོན་འདྲ་བཞུགས་གཉིས་ཀྱི་བར་ར་བར་ཆེ་ཧོང་སོང་བས་སྟོང་ཆ་ཡོད་དང་ཟིག་རེད་ད་ཡིད་ཕོང་བ་ཟིག་རེད་རེད་དེའི་ཕྱོགས་ནས་སྐད་ཆ་ཆ་གཅིག་བཤད་ན། རེད་རེད་ད་ལྟོ་བྱ་ཁ་ཁ་མོ་རེད་སྔོན་ཆད་དུས་གཅིག་འཆལ་ཁྲིད་འདྲ་འདྲ་གཅིག་བཅར་འདྲི་འདྲ་འདྲ་མོ་སྐབས་སུ་ཡང་དང་ཡང་དུ་འདྲི་གི་འདུག་ནས་དོན་དག་ཟིག་རེད། རྒྱལ་རབས་པ་ར་འདིས་དོན་དག་ཆེ་ཡོད་ཀི་ཡོད་ཟེར་ཆེད་དུ་ངོ་མ་བསམ་བཞིན་དུ་ཅིག། ཅེས་གསུངས་ཡོང་རྒྱུ་ཟིག་རེད་དེ་ག་ཟིག་མི་སྣ་འདྲ་འདྲ་སྐུ་གཟུགས་གཞན་པ་ཟིག་ལས་རིགས་གཞན་པ་དང། སྒྱུ་རྩལ་གྱི་རྣམ་པ་གཞན་པ་ཡིན་ན་ད་རུང་དེ་ག་ཟིག་ལས་སླ་པོ་ཡིན་ན་ཐང་ཡིན་ན་ཡང་ད་ཅིག་ཁ་ཤགས་གར་བྱུང།

དཀོར་གཟུགས་དེའི་ལས་རིགས་དེ་ཐ་གིར་ཀི་ཅིག་དགའ་ཕྱོགས་འདྲ་མི་འགྱུར་འདྲ་མ་ཡང་ན་ལས་རིགས་གཞན་གང་གི་ལས་རིགས་དེ་ལས་ས་མི་འགྱུར་འདྲ་མ་ད་འདི་མོ་དཀོར་གཟུགས་ཡོད་ཀྱི་རེད་དེ་ཧན་ཆེ་ན་དོན་དག་གཟུགས་ཡོད་ནོ་ད་གིར་གི་རྒྱུན་བཅང་ངེས་དེ་ལས་དཀའ་གཟུགས་གི་སྟེང་ངེས་དེ་ལས་རྒྱུ་གི་བསམ་པ་ཅན་གི་ཉིད་ཙི་གེ་གཟུགས་ཉུང་རྒྱུ་རེད་དེའི་མཐུན་རྐྱེན་འཛོམས་རྒྱུར་ཙི་གེ་གཟུགས་ཁག་པོ་རེད་དེའི་མཐུན་རྐྱེན་ཡོད་ནོ་བྱམས་པོ། ཡང་དེའི་ཆ་རྐྱེན་གཞན་པར་དུས་ཚོད་ཟིག་མི་འདང་ནས་ད་སྤྱིར་བཏང་གི་བཟོ་ལས་གར་ལོག་གཉན་གྱི་རིགས་འདི་དང་ནང་སྒོས་སུ་ཁུར་དགོས་ཀྱི་ཅིག་སྣ་ཁ་གསུམ་བཙོ་དགོས་ལ། དེའི་ཅིག་དངུལ་དང་དཔུང་སྡེ་དང་དེ་ནས་འཁྲབ་གཞུང་ཅིག། ད་ལྟ་ཆུ་གསུམ་པོ་རྒྱ་སྐུད་ཀྱི་ཙི་གཟུགས་ཁ་གསུམ་བཞག་ནས་དེར་དུ་ལྟ་བུ་ཉིད་ལ་དེའི་ནང་གི་ཧྲུག་ཁང་འདྲ་དྲུག་དང་འཁྲབ་གཞུང་རེ་དེ་འཁྲབ་གཞུང་འདི་ནི་ད་ལྟའི་ཡོང་ན་ཁ་ཐག་ངོ་མ་ཀ་ཡི་དོ་འདིར་དུ་རྩ་འཚིག་གི་ཅིག་འབྲི་གི་ཞིག་གིས་དེ་ཡོང་རྒྱུ་ཟིག་རེད། ཧ་ལམ་མི་ནི་འདྲ་འདྲ་དེ་ཅིག་སྟག་ལོག་གི་ཆ་བསམ་བློ་གི་ཆ་རང་གི་ཅིག་ལྷན་སྐྱེས་ཀྱི་ཤེས་རབ་ཀྱི་ཆ་དུ་མོ་ཟིག་ད་བསྐུར་འདུག་ལྷན་སྐྱེས་ཀྱི་ཤེས་རབ་པ་ཅིག་གི་འབྲེལ་བ་ཆད་ནས་ཅིག་རྒྱང་སྟོབས་ཀྱི་ཡོན་ཏན་རྐྱང་རྐྱང་གི་ཅིག་ཡོང་མི་ཐུབ་ནས། ཏི་ཏི་ཙི་གེ་ཟིག་ཤེས་ཆེ་གི་ཏི་ཤི་ར་ཏི་ཏི་ངོ་མ་ཙི་གེ་ཟིག་དཀའ་རྒྱུ་རེད་བསམ་གི།
ན་ཆེ་དཀའ་ཆ་འདི་བཤད་སྟངས་ལ་ཡང་སྟངས་འཁོན་རིག་གི་ནང་ན་ར་བསམ་ཚད་ན་མ་ན་ཚོགས་གི་རེད་ད་མ་ན་ཤུག་གི་ར་ལྷན་སྐྱེས་དུ་གུ་ཙི་གེ་ཟིག་ཅིག་གཙོ་བོ་འཇུག་གོ་གི་ད་ལྷན་སྐྱེས་ཡོད་ན་མེད་ན་འབད་བརྩོན་ཡིད་བཏང་ན་འབྲས་བུ་ཟིག་འབྱུང་གི་རེད་ཟེར་ནོ་སྟོང་ཟད་ན་ར་ཡོད་གི་རེད་དེ་ལིང་ཟིག་མི་འདུག།

ཁ་ཤི་ཀར་ཆུང་གི་རྣམ་པ་འདི་ཚུར་ལྟ་ཡི་སྐྱེས་ཟེར་ནི་དེ་སྒྱུང་བ་ཡི་སྐྱེས་ཟེར་ནི་ཡང་ན་དེ་ལད་མོ་ཡི་སྐྱེས་ཟེར་ནི་དེ་དག་མང་འཕྲོས་དང་བཅས་པ་ན་ཙིག་རིགས་མང་ས་རེད་དེ། ཡང་ཆེད་ལུགས་ཆ་ནས་བལྟས་ཡོང་ན་ད་ལྟ་ཆོས་ཆེད་ལུགས་ཀྱི་ཚར་ཙིག་ར་ཡང་ན་ཆེད་ལུགས་བཤད་བཀའ་གི་ཚར་དེ་ར་ཙིག་མཐོང་གི་མེད་ནི་ད་རང་གི་རང་གི་ས་ནས། སོར་མོ་རང་སྣང་ཆུ་སྤུག་ཁྱེར་དུ་གཡོས་ཀུ་ནུ་དེར་ད་ལྟ་སྐྱ་འགུ་ར་གཡོས་ཆོག་ཆོག་རེད་དེའི་ཆ་ནས་ངས་ཀྱང་བཤད་ཀྱི་མེད་བཤད་ཀྱི་མེད་ནོ་ཞིག་ཟེར་ཟེར་ན་ཁར་ཆུ་ཁར་ཆུ་ས་ནས་ཡོང་གི་ཞིག་ལྟ་ཅི་ཁྱེད་ལས་སྐྱ་འགུ་འདིའི་ཁྱབ་ཁོངས་འདས་ཐོན་ན་ད་གླང་ཆ་མཐོན་པོ་ར་དུ་མོ་བཟུང་ན་ཆུ་ཆེན་མ་མཐའ་གི་ཡང་ཙིག་རི་ཆར་ཆུ་འགའ་འདི་ར་དུ་མོ་ཡོད་ན་འགྲིག་གི་ཟེར་གྱི་འདུག་བཤད་ན་ཆོག་གི་ད་དུ་མར་ཏོག་ད་སྤྱིར་བཏང་གི་ཁུར་དགོས། འདི་ཆེད་ལས་ཀྱི་སྦྱོང་བ་སྔོན་དུ་བཅུག་མ་སོང་ན་ད་ཁག་པོ་ཡོང་ས་རེད། ད་དཔེ་གཟིགས་འཇོག་དེ་རང་ཆེས་སྒྱུར་བརྩིགས་སུ་འགོ་ག་རེ་ཉི་ཁ་ཤུལ་དུ་སད་གི་རེད་ད་དཔེ་གཟིགས་ཞོག་ཨ་དོག་གློག་བརྙན་གཟིགས་ཨ་ལྟ་གོ་གི། ཁྱོད་སྒྱུར་བརྩིགས་གི་བ་གི་འདིའི་བཤད་པ་སྟོང་གི་མཛེས་ཤོས་ཀྱི་འདི་ཕྱོགས་ནས་ནུས་བ་ཡོང་ནི་གཟིགས་ཀྱིན་ན་ཆུས་ཆུས་ཚུགས་གི་ལྟ་རྒྱུ་རེད། ངས་ཀྱང་མི་ཤེས་ངས་རང་ངས་ཚུགས་གི་ལྟ་རྒྱུ་རེད་ད་ཅི་མཛེས་ཤོས་གཟིགས་ནོ་འདི་ར་རང་གིས་ཅིག་སྒྱུར་བརྩིགས་གི་ཅིག་བལྟས་དང་སྒྱུར་བརྩིགས་གི་ཡིད་དེ་བལྟས་དང་ནས་རང་གི་མྱོང་ཚོར་ཙམ་རེ་རེ་ཡིན་ན་དེ་དང་ན།

རིམ་པ་གསུམ་པོ་ཐོན་འབྲས་ས་ཆུ་འཛེག་ཤུགས་ཀྱི་ཚ་ཐིག་དེ་ཡིན་ཟེར་དགོས་ནི་རི་མོ་ཐ་འཛེག་ཤུགས་ཀྱི་ཚ་ཐིག་དང་ངོ་མ་དུ་ཙིག་ཨེ་ཟི་ཚིལ་མཐོན་པོ་ཟེར་ན་འདྲ་གི་དེ་ཡིན་ནི་དྲི་དང་ངའི་སྔན་ན་བཤད་དགོས་ནི་གཅིག་ལོའུ་རམ་གྲངས་ཐག་གསུམ་ཡོད་པ་དུ་གཅིག་བྱས་ད་གཅིག་ཆེད་ལས་བྱང་མ་བྱང་ར་དེ་རེད་དེ་གློག་བརྙན་ཟེར་ཐག་གོ་ཅི་ན་དེ་རུ་ཆེད་ལས་བྱང་ནོ་གི་སོང་དང་ཨེ་དེ

གཅིག་དགའ་དགོངས་ནོར་དེ་གང་ལྟར་དུ་སྒོ་སྐྱེས་བཙུགས་ར་ད་ཅིག་དུམ་བཟོས་ཡིན་དང་ཟེར་དགོས་ནོར་སྒོ་བཀྲུ་བ་གི་ངེས་དུ་དུ་ཆང་རྐྱང་བལྟ་དགོས་ནོར་ཡང་དེའི་ནང་ནས་སྐོར་གཟུགས་དུམ་མ་རེ་དེའི་སྟེང་ན་ཤུགས་བསྟན་དང་སྡེབ་སྦྱོར་གྱི་ཅིག་དོན་གྱི་གཟུགས་ཡོད་གི་དེ་བལྟ་དགོས་ནོར་ཆེད་ལས་གི་དེའི་སྟེང་ན་ད་གང་ན་ཡོད་ནས་ད་ཧ་ཅིར་རིག་དགོས་ནོར་དུམ་བཟོས་ད་རིམ་པ་གསུམ་གི་བལྟ་དགོས་ནོར་དེ་དུས་ལོ་རང་རམ་གྲངས་ཐག་གསུམ་བྱེད་དགོས་ནོར་ཅེས་ཆེས་བལྟས་ན་བལྟས་ཆོག་ཆོག་ཆོག་དེ་དེ། ཆོས་འཇིག་ན་མཐར་ཐུག་སྒྱུ་རྩལ་གྱི་ཆོས་ཆུ་ཟགས་ནང་དུ། ད་ང་མཚོ་ན་ད་སྔོན་མ་སྒྱུ་རྩལ་གྱི་ད་ཆུ་ཟེར་དགོས་ནི་རེད། རང་གི་མྱི་ཚེ་འདིའི་ལམ་ཁ་རང་མཐོང་དགོས་ད་རང་གིས་རང་ཤེས་ཟིག་འདྲ་ཚོད་ད་དུ་མི་ཟིག་ཤེས་ཟིག་ད་ད་སྔོན་མ་ལས་རིགས་གཞན་པ་ཟེར་ཉི་རེ་ཡོད་ན་ད་དེ་རང་ན་ཁ་གཞན་པ་ཟིག་ཡིན་ན་ཐང། ད་གྱུར་ཙག་གི་འདིའི་ཆ་ནས་ད་ངོ་མ་ཅིག་ཧམ་པ་ཆུང་ནས་འདོད་པ་ཆུང་ནས་ཆོག་ཤེས་ནས་ད་ཅིག་གཏི་མུག་སྣང་སྲིད་ད་ད་གྱུར་ཙི་རྐྱང་རྐྱང་ར་མིན་ན་ཐང་དེ་ནང་ན་ཅིག་འོག་གི་རིག་གནས་ཁུར་གི་ཤུ་ར་ཡོད་ན་ཐང་ར་ད་ང་ཚོ་འགྱིས་ན་ད་དུ་སྐྱམ་པོ་བྱིན་སོང་བསམ་གི་ཡོད། ཨ་རང་ལུམ་ཤིང་ཡོག་གྱི་རི་མོ་རེད་ལ་རི་ར། ད་ཨ་རང་ལུམ་ད་ར་ཡང་ཅིག།

རིག་གནས་གི་སྒང་སྒྱུ་རྩལ་གྱི་དེ་རང་སྟོང་གི་དུ་ཕྱིན་ཡོད་ཀྱི་རེད། ད་ཕྱོགས་གཞན་ཞིག་ནས་བཤད་ན་ཡང། སྔར་རྒྱུད་ཀྱི་ཆ་ཟིན་ན་འདྲ། འདི་རུ་ཡོད་སྲིད་པ་ཟིག་རེད། ད་ངོ་མ་བཤད་ན་ད་ད་ལྟའི་བར་དུ་ངས་དེ་རང་བར་དུ་ཅི་ཟིག་རེད་སྐད་ཆ་ཐམས་ཅད་གོ་ད་ཁང་ཆུང་ཁང་ཆུང་ངེས་རྟོགས་ཤིག་རེ་ཡིན་ནི་མ་རེད་ཟེར་དུ་མུ་དུ་མུ་ཡིས་མྱོང་བ་དུ་དོག་གོ་ཡང་འོག་གི་རིག་གནས་གི་བྱིན་རླབས་ཤིག་ཡིན་ན་ཐང། ད། གུ་ཡངས་མཚམས་མཚམས་སུ་ཆུ་ཟིག་རི་དྭགས་དེ་རང་ནང་ཁ་ལ་སྐོར་དུ་ཁོས་ཆ་ཟུག་བྱེད་ར་འདུག་ཇི་ཐོག་ཏུ་ང་འདིའི་གོ་རིམ་གྱི་ཁྲོད་ནས་བརྩམས་ཆོས་ཁ་ཤས་ཟིག་ད་ངོ་མ་རང་གིས་རི་འདང་བརྒྱབ་ན་ཨེ་ལྟོས། གཅིག། དུས་རབས་དུས་ཟིག་ན་འདྲ་མི་རིགས་དུས་ཟིག་ན་འདྲ་ང་རང་གི་སྒེར་གྱི་བརྩམས་ཆོས་འབྲི་མཁན་ཟིག་གི་ངོས་ན་ཁ་ཤས་རྡོ་རིང་མ་ཡིན་ས་མི་འགྲོ་གི་བསམ་བསམ་ད་དུང་མོ་ལྡང་ཚུལ་འདྲ་འདྲ་ཙག་ཙིག་བྱེད་ཡོང་གི་འདུག་ཟོ་རུ་ཡང་སྔར་རྒྱུ་ཟིག་ནར་ཐང།
ད་ཀ་ཆ་ཤོད་ན་རྒྱུ་རྩིག་གི་ཤ་སུ་ཡི་གི། ད་སློབ་གྲྭ་སོང་ན་ཟི་གི་ཆི་འདི་ཡི་ཤ་ན་སོང་ན་འདིའི་ནང་དོན་འདི་ར་གང་ནས་ཡོང་ནོ་ད་ཤི་ན་རེད་མོ། ཡང་ཡོད་ཡིན་ཉི་ག་སློབ་གྲྭ་སོང་ན་ཏག་ཏག་ར་མ་རི་རི་ཡིན་ན། ད་ཆུ་ཁ་ཁག་ཡིན་ན་བཞད་གི་རིན་ན་འདི་ཡི་ག་ནོ་ཆི་དཀར་ཆུང་ར་སེ་གོ་གི་ཡང། འོད་གི་ན་ཆུང་དུམ་བུ་ཟི་གི་ར་འདི་ཤོག་བ་རྗེས་འབྲང་ཡིན་འཇོ་བོ་ནོ་འདི་རི་ཀ་ཆི་ཀ་ཆ་ཟི་ཆི་བྱ་ན། རི་རི་ད་འདི་ཆུ་ད་ཁི་རེད།

དེའི་ནང་འཇགས་དགོས་ཀི་བསམ་གི། ད་ང་རང་གི་ཡིན་གྱི་ན་ད་ད་ལྟའི་བར་དུ་ཉམས་མྱོང་གཟིགས་ན་འདྲ། གི་གཟིགས་ཡོང་ནོ་ཆིག་རེད། རང་ཚིག་ལྟ་འབུག་གཟིགས་འདྲ་འདྲ། མདོ་ཆུང་ཆོག་ཤེས་གཟིགས་ད་དུང་གི་ངང་ནས། སི་ར་ཡོང་ནི་ཡིན་ད་མ་འོངས་པ་ལས་སྐལ་འདི་དགའ་ནོ་བྱ་འགོ་ཡིན་ན་ར། ད་ཅིག། ཁྲི་ཟུར་དགོན་གནས་རྨང་གཞི་བརྟན་པོ་དང་བབ་ཆགས་ཀྱི་ངང་ནས་ཡོང་རྒྱུ་དེ་ཧ་ཅང་གལ་ཆེ་གི་ད་དེང་སང་གཅིག་གྱུར་བརྩེགས་ཀྱི་ལས་ཀ་འདིའི་ནང་ན་ལས་རིགས་འདྲ་མི་འདྲ་རེ་མང་མང་ང་ཟིག་སང་སང་ལོང་ལོང་ར་ཁུར་གད་ཅིག་ཨར་སང་གི་ཆ་དེ་ཤིན་ཏུ་ཆེ་ནི་རེད་དེའི་ནང་དུ་ནས་ད་ཙི་གད་ཟིག། གཏན་འཇགས་ཀྱི་ལྷིང་འཇགས་ཀྱི་ཟེར་སྒོ་འདིར་གཏན་འཇགས་བྱས་ན། དེའི་བརྡ་ལས་དུས་བབ་ཆགས་ཡོང་རྒྱུ་དེ་དག་དུས་དུས་ཧ་ཅང་གལ་ཆེན་པོ་རེད། དཔེ་བཞག་ན་དང་དུས་གློག་བརྙན་བཀའ་བསྒྱུར་གྱི་ལས་ཀ་འདི་དང་ང་ཚོའི་ལོ་ཚོད་འདི་བྱ་འགོ་བཟུང་ནས་མཇུག་ཚེ་གང་ལས་བཏང་ནས་ངས་ད་ང་ཚོ་ཁུལ་ཆུ་ཚ་དུག་དང་མུ་ཟི་ལས་ཐུབ་པ་འདི་མ་རེད། བར་ནས་ཡང་ལས་རིགས་གཞན་པ་ར་འདི་མོ། འདི་ཧར་ཚ་ར་སོང་ང་ངོ་མ་ཤ་ན། མ་གཟུགས་ཧྲིའི་འཆང་གཟུགས་མཐོང། དུ་བ་དྲི་བ་ནི་ལི་ཀ་བྱམས་པ་སོང་འདི་གར་ཚོགས་པ་སོང་ན་འདྲ་ར་ཤ་རང་སློབ་གྲ་སོང་ན་འདྲ་ར་འདྲ་མི་འདྲ་ཤ་ཀ་རྒྱུར་ཀི་ཏི་རྒྱུན་བཅིང་ཡོ་བ་ཀི་མ་སོ་ལ་ཏིག་ཡོང་ནོ་ཅང་གུ་མ་ར་ཡིན་ན་ཡང་ཁ་ཤི་ཟིག་ཏ་མྱི་ཚིག་ཀི་ངོ་ཀ་རྒྱུར་བཅིང་བཅིང་ཀི་ནང་ནས་བི་ཡོང་ནི་ཏ་འདི་མོ་ཡོ་ཀི། འདི་ཕྱིར་རང་དུ་ཆོས་གཟུགས་ངོ་མ་ང་སེམས་ནི་ཧ་ཅང་ཚ་དུས་མཐོན་པོ་རེད། དེ་ཕྱིར་རང་ཡུལ་ཉོས་ཁག་ཤིག་གི་ཡང་ལོ་གཅིག་གཉིས་སྒར་འདི་ནས་སྒེར་གི་གོང་ས་ན་རི་དང་མུ་ཏོ་ནས་ཆུ་གློག་བརྙན་ཚུ་བཀའ་བསྒྱར་དང་འོ་ཀི་གློག་བརྙན་བཀའ་བསྒྱུར་བ་ཟིག་ཡིན་ཚུལ་ད་དུ་ཡོད་རྗེས་གོ་ནོར་དུ་མི་ཡོད་ཁོམ་ད་འདིར་ག་དུས་ཡོང་ན་ལས་རིགས་གང་དང་གང་ཡིན་ན་འདྲ་རང་གི་ཁང་སྐྱོང་གི་ངང་ནས་བབ་ཆགས་ཀྱི་ངང་ནས་མཚར་ལོངས་འབྱུང་གི་ཡོད་རྒྱུ་དེ་དག་ཧ་ཅང་གལ་ཆེན་པོ་རེད་བསམ་དགོས། རེད་ད་ལོ་ཆུང་རེ་ཚང་མ་སྔར་གྱི་ཟས་ཟོས་ཡོང་ནི་རེད་ད་ཚང་མ་བརྗེ་ལེ་ཡོང་ནི་ཚོད་རེད་མདང་ཧོ་ཀི་ཨེ་ན་ཨེ་ན་ར་ད་ཆུ་ལུ་ཇེ་ཆེ་སོང་གི་སོང་གི་ད་ཡང་ཆུ་སྔར་གྱི་གི་ཚད་དུ་ཚིས་ཟས་ཟོས་ཧང་དང་ཡིན་ན་ཨེ་ན་ཡང་ཆུ་འཚར་ལོངས་ཅུང་ཅུང་དེ་ཇེ་མགྱོགས་ཨེ་མགྱོགས་ཨེ་ན་ད་ཨུ་ཆུ་ལུ་ཆེ་སི་ཀི་ར་བཤད་ཁ་ཡེ་གོ་ནུར་གོ་ཨེ་ན་རང་གི་ཅང་བ་ཡོང་ནི་མ་རེད་ར་ཨེ་ན་ད་ཆུ་ད་ཆུ་བཤད་ནི་སྐ་ཆ་དེའི་ནང་ནས་འདི་རེད་ལ་ཟེར་བ་ཆེ་སང་སང་ལོང་ལོང་ཟེར་གོ་ནོ་ད་རྒྱུ་རྩིག་གི་ལམ་འདི་བརྒྱུད་ནི་ཟིག་ཡིན་ན། རྒྱབ་ལྗོངས་ཟིག་ད་རིག་གནས་ཀྱི་རྒྱབ་ལྗོངས་ཟིག་ད་བལྟས་ས་བསྟན་འཇགས་རྨང་གཞི་བརྟན་པོ་ཟིག་ཡོད་དང་དེ་འཕྲོ་ད་ངས་རང་ཤེས་ཀྱི་ཐོག་ནས་རང་སྐྱ་ཐུབ་པའི་མི་ཟིག་ད་རང་སྐྱ་ཐུབ་པའི་བསམ་ཆས་འབྲི་ཐུབ་ཀྱི་ད་དེ་རེད་ལ་བསམ་ཆས་འཁྲབ་ཐུབ་ཀྱི་རེད་རེད་རེད་ད་ལན་ཚེ་འཇིགས་ཚོགས་ཀྱི་སྤྱི་དོན་གྱི་སྐད་ཆ་ཐུང་ཐུང་ཟིག་ཅིག་མི་བཤད། རེད་རེད་ད་ང་རང་རྒན་མཚོ་ནད་དུ་མོ་ཟིག་རེད་ད་ཅིག། ལས་རིགས་ཀྱི་ཆ་ནས་ཁ་ཤགས་སྐར་ཆུང་དུ་ནས་གཞིས་ཚུགས་དང་བཅས་པ་དུ་ནས་ཅིག་སྙན་ངག་ལྷུག་རྩོམ་ལ་ཚོགས་པ་ལྟར་འདྲ་མི་འདྲ་ལས་ཚ་ཁུག་ལྟ་ཡི་གང་ཡིན་སོ་བསྲེས་བཏང་ནས་གཅིག་ར་མ་འཆོང་ནས་ད་དུང་མི་ཉུང་ཟིག་རེད། ད་དུ་ཡིན་པའི་ཆ་ནས་ཆི་ཟིག་རེད་ཟེར་ན།

དེ་དག་རྣམས་ནས་ཀྱང་སྔོན་མ་དམིགས་གཏད་ཀྱི་ལས་རིགས་ཏེ། གཅིག་གོ་ཐབས་དང་རྒྱུ་མཚན་སྨྲ་རང་ངེས་དུ་མ་ལས་ཐབས་ཕྱི་མའི་ནུས་དག་གཏི་མུག་གཟུགས། ལས་དབང་གི་གོ་སྒྲིག་ཟིན་ན་འདྲ་གང་ལྟར་གཏི་མུག་གཟུགས་དང་དང་ངེས་མེད་ཚིག་གང་བོ་གང་ལྟར་ལས་རིགས་ཕྱོགས་འདི་ལའང་སྣང་ནའང་སྣ་ཁ་མི་འདྲ་མི་འདྲ་མ་ལོང་བ་གང་ལས་དང། དེར་ལོ་ང་གང་ལས་དགོས་ནུས་ངེས་པ་རེད་མེད་གི་ད་ལྟའི་རང་སྣང་ཁ་ཕུད་འཇོག་རྒྱུ་ན། འདིའི་ཕྱོགས་ཁ་འཁེལ་བ་མ་རེད་གན་གི་ཕྱོགས་ཁ་འཁེལ་བ་མ་རེད་ཅིག། ཡིན་ན་ཡང་སྣ་ཁ་ཡོངས་རྫོགས་ཀྱི་འབྲེལ་འདྲིས་ཀྱི་ཕྱོགས་ནས་དུམ་བུ་ཚིག་བ་རེད། ད་འདི་དག་གོ་ཅིག་ཚ་གཏང་རན་པ་ཟིག་འཁྱོངས་སོང་བ་ཟེར་རྒྱུ་ར་དཀའ་མོ་རེད་དེ། ད་ཆུ་ཟིག་ཡོང་བ་ཟེར་ན་མི་རིགས་རང་གི་འཛེགས་ཤོས་ཀྱི་ལྟ་བ་ཟེར་དགོས་ནི་མི་རིགས་རང་དང་འཚམས་པ་དེ་ནི་ཅིག་བསྐྱར་ཟློས་མ་ཡིན་པ་གཞུང་ལུགས་སྦྱང་སྟངས་གཞུང་ལུགས་དུ་རང་གི་ཅིག་སྒྲོག་ཏུ་ཚུད་ཚུལ་ལྟ་བུ་ཟིག་མ་ཡིན་ན་གཞུང་ལུགས་དུ་སྦྱང་རྒྱུ་གཙོ་བོ་རེད་གཞུང་ལུགས་སྦྱང་སྟངས་ཨི་ད་མི་རིགས་རང་གི་འཚམས་ནོ་ར་དེའི་རང་གི་མི་རིགས་རང་གི་ཁྱད་ཆོས་རང་རང་གི་ང་རང་གི་ཆོས་རང་ཞིག་གི་སེ་གོ་ནོར་དེའི་ཁྱད་ཆོས་དེ་གང་ན་ཡོད་གི་དོན་འབུར་དུ་ཐོན་པ་ཡིས་ད་ཐུན་མོང་མ་ཡིན་པ་སེར་ཀུན་གཅིག་གཅིག་མ་འདྲ་བ་སེ་གོ་ནོར་འདིའི་ཕྱོགས་འདི་ཡོང་ནི་ཡིན་དེའི་རྐྱེན་གི་ད་མི་རིགས་གི་རིག་གནས་དང་ཁ་བྲལ་ལས་འབྱོར་རྒྱུའི་བརྩམས་ཆོས་ཟིག་ར་ཧ་ཅིར་ཡོད་ཀྱི་མ་རེད་དེ་ཕྱིར་ད་ནམ་ཡིན་ན་ད་ཁྱོད་བསམ་བློ་གི་སྒང་ནས།

དེ་རང་ཕྱིས་འདིའི་ཁ་བརྡ་ཡིན་ན་ད་ཁྱོད་རང་འགྱུར་ལྡོག་བྱུང་བའི་དོག་གི། སྔོན་ཆད་རྒྱུས་ན་ད་ཁྱི་ཆོས་དུམ་བུ་ཡང་ཅིག། སྒྱུ་རྩལ་གི་འདི་འདྲའི་ན་འཇོག་གི་ན་ཆ་ཅིག་རྒྱུས་ན་ཅིག། སྐབས་ཐོག་དེའི་སྤྱི་ཚོགས་དེའི་ཐོག་གི་ད་ཅིག་འདི་འདྲའི་ན་འཇོག་གི་ན་དེའི་ཤུལ་རྫས་རིགས་ཆད་ཁ་འདྲ་མ་རེད་ང་རང་གི་བསམ་ཚུལ་རེད་གོ། དེ་རང་ཕྱིས་འདིའི་ཁ་བརྡ་ཡོང་ན་ཡང་ཕྱིར་འཁོར་རེ་སོང་ནས། རང་གི་རིགས་ནི་ཟིན་ནས་དེའི་འཇུག་གི། འདི་ཡང་ཨ་མྱེས་ཀྱི། ཁ་བརྡ་ཡིན་ནོ་ནང་གི། འགྱུར་ལྡོག་གཟུགས་རེད། ད་ཆོག་ཤར་གྱི་གཟུགས་ཀ་ཆོག་བཀའ་དྲིན་ཆེ། དེ་སྙིང་གི་ལན་ཚིག་ནང་གི་ཆོག་བརྡ་འདྲེན་ཨ་མྱེས་ར་ཐུག་རེད་ཆོག་སྨན་ཁང་ནང་ན་བརྡ་ལས་དོག་གི། དེ་རང་ར་ཁུབ་རྒྱབ་ཚར་ནས་ཀི་ར་འདའི་དོན་དང་བཀའ་དྲིན་ཆེ་འདི་ར་རྒྱབ་སྐྱོར་གཟུགས་རེད། བྱ་བ་རྒྱབ་སྐྱོར་ཡས་ཀི་ཡོད་གཟིགས་ཁ་སྟོང་ནང་གི་ཚིག་སྟོང་ཙམ་དེ་ར་དཀའ་མོ་གཟུགས་རེད་ཡང་ལ་འདྲེ་ཚིག་སྟོང་དེ་ར་མྱི་སེམས་སྤྲོ་སྤྲོ་ཡས་བྲིས་ར་ཡོག་གི་ར་ཡིན་ན་དེ་ར་དགོས་ཀྱི་གཟུགས་རེད། ད་གང་ལྟར་དེའང་གཉིས་ཀྱི་ལེ་ཚན་འདིའི་དམིགས་གཞི་གཙོ་བོ་ཆུ་གཟུགས་ཡོངས་ཀྱི་ནང་འཚོ་བ་དང་སྒྱུ་རྩལ་སོགས་ཀྱི་ནང་མ་ཁ་ཆུ་བརྡ་འགྲེལ་བརྡ་དང་སྒྱུ་རྩལ་གྱི་ཤོག་བྱ་ཡི་གོ་གནས་རེད། དབུས་ཆུ་བོད་ཀྱི་མི་འདི་ཡིན་གྱི་གནའ་བ་ཀྱི་ཆུ་རིག་གནས་དང་ཁོར་ཡུག་དང་གཤིས་ཀ་དང་བྱིས་བ་ཀྱི་ད་གཤིས་ཀ་འདི་རིག་གནས་ཀྱི་ཆ་ར་ནང་ན་ཡོང་ནི་རེད་ར་ཅི་ཡོད། འཁྲབ་སྟོན་ཡིག་ཤེས་ནི་དུ་མ་མི་རིགས་གཟུགས་རེད། ཤེས་རྟོགས་ཀྱི་ཁྱད་པར་ཅན་གྱི་ནུས་བ་ཡོད་ཀྱི། སྐད་དང། ད་བཤད་དང་ད་གཟུགས་དང་ཕྱོགས་གང་ཐད་ནས་ཆ་རྐྱེན་འཛོམས་ནི་མི་རིགས་གཟུགས་རེད། ཡིན་ན་ར་ཡང།

གོ་སྐབས་གྲངས་མེད་པ་ཟིག་ཡོང་ནི་རེད། ཡིན་ན་ར། ན་གཞོན་ཡང་གྲངས་མེད་པ་ཟིག་ཡོང་ནི་རེད། རེད་ལྟ་མཁོ་རྣམ་པ་དེ་རང་གི་ལེ་ཚན་སྟོང་ཚིམ་འདི་ནས་འཇུག་ཐང་རྗེས་མའི་ལེ་ཚན་ལ་གཟིགས་པར་དགའ་བསུ་ཞུ། བདེ་མོ།